རྣམ་པ་གླིང་གི་ཡོངས་ལ། ད་རིང་རྒྱལ་བའི་སྐུ་ཡི་ལྷ་དཀར་བཟང་བཞོན་ཡིན། ད་རིང་གོང་ས་མཆོག་གི་སྐུ་ཡི་བླ་ས་རེ་ས་ལྷག་པར་བ། རྣམ་པ་གླིང་གི་ཡོངས་ལ། རྒྱལ་བའི་ལྷ་དཀར་བཟང་དང། ད་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་འདྲི་ཞུ་ཡས་ཀྱིས། ད་ཐ་འདད་ཀྱི་ང་ཚོའི་བཙན་བྱོལ་ནང་ལ་ཡོད་པའི་ཀྱི་དུས་ཚོད་འདི་ལ། ཁ་ལེ་ཁག་པོ་ཅི་རེད་ཧྲ་ཡིན་ནས། ལྷན་སྐྱེས་ཡོང་སྐུ་ཁམས་བཟང་ཞུ་ཡ་ཡིན། ཨ་ནེ། ད་ད་རིང་ངའི་དེ་ལ་ཤག་རྒྱག་གལ་ཆེ་ཤོས། ད་རིང་རྣམ་པ་ལྷན་སྐྱེས་ཡོངས་ལ་འབོད་སྐུལ་དང་ཨ་ནེ། དེ་ནི་མ་ལ་གསལ་བསྒྲགས་གལ་ཆུང་པོ་ཅིག་ཞུ་ཡ་ཡོད། ཨ་ནེ། ད་ལྟ་ང་ཚོའི་གཞི་རིམ་མི་མང་གི་རེ་འབོད་ཚོགས་པ་ལ་ནི། ད་ལྟ་དེ་སྔ་ནས་ད་ང་ཚོའི། ཡོད་རེད་ནི་ངེད་ཀྱི་ངོ་དེབ་ནང་ལོ་ལ་དེ་གི་ཐོག་ནས་ཐད་གཏོང་མང་པོ་བྱས་ཡོད་རེད་ནི་ང་ཚོའི་གཞི་རིམ་མི་མང་གི་རེ་འབོད་ཚོགས་པ་ནི་ད་ལྟ་བར་དུ་ད་ལས་འགུལ་སྣ་མང་རྣམ་གྲངས་མང་པོ་ཅིག་སྤེལ་གནང་ཡོད་རེད་ནི་རྣམ་པ་གླེང་གི་ཚང་མ་མཁྱེན་སེ་མཁྱེན་གྱི་ཡོད་ཤག་རེད་ཞུ་ཡ་ཡིན་ཨ་ནི་ང་ཚོ་གཞི་རིམ་མི་མང་གི་རེ་འབོད་ཚོགས་པ་ད་ལྟ་ཨ་ནི་ནུབ་ཕྱོགས་ཀྱི་སྐད English ཀྱི་སྐད་ནང་ལ The Advocacy of General Public། འོན་ཏེ་གཞི་རིམ་མི་མང་གི་རེ་འབོད་ཚོགས་པ། གི་ད་ལྟ་ང་ཚོས་ཚོགས་པ་གཅིག་ཡོད་རེད་ད་འདི་གཞི་རིམ་མི་མང་རང་གིས་ནི་ཚོགས་པ་གཅིག་ཆགས་ཀྱི་ཡོད་རེད། ཨ་ནི་ང་ཚོས་ད་ལྟའི་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་དེ་སྔ་ད་ལྟ། སྤྱི་འཐུས་སྐབས་བཅོ་ལྔ་པ་ནས། སྤྱི་འཐུས་སྐབས་བཅུ་དྲུག་པ་དགོན་དང་སྤྱི་འཐུས་སྐབས་བཅུ་དྲུག་པ་ནས། ད་ལྟ་ང་ཚོས་ཀྱི། གོང་ས་མཆོག་ནས་མ་གསོད་རེ་གནང་བའི་ཀྱི་ཨ་ནི། བཙན་བྱོལ་མང་གཙོའི་གི་གཞུང་ལུགས་ཀྱི། ཨ་ནི་མང་གཙོ་ཀ་བ་གསུམ་ནས་མང་གཙོ་ཀ་བ་གཅིག་འདི་ལ་ཨ་ནི། སྐབས། བཅུ་དྲུག་པའི་སྤྱི་འཐུས་ཀྱི། ཨ་ནི། བཅའ་ཁྲིམས་ནང་ལོ་ལ་མེ་བ་གཅིག། བཅའ་ཁྲིམས་ལས་འགལ་བ་གཅིག་གི་ཨ་ནི་ཁྲིམས་འགལ་གི་ཐོག་ནས་ཨ་ནི། ཡིག་ཆ་ཨང་སུམ་ཅུ་སོར་དགུ་གི་ཐོག་ནས་ཨ་ནི་མང་གཙོ་ཀ་བ་གསུམ་ནས་ཨ་ནི་གཅིག་འདི་བ་འོ་ལུགས་བཅུག་བ། ཆགས་ཙང་ཨ་ནི། ད་འདི་ནས་ཨ་ནི། མི་མང་རང་ནས་ལྟ། འགན་ཁྱོད་ཆེ་མི་མང་རང་གིས་ལྟ་དེ་ཚོགས་པ་གཅིག་བཙུགས་པ་ཅིག་ཆགས་ཀྱི་ཡོད་རེད་ཨ་ནི་དེ་ཚོགས་པ་དེ་ད་ལྟ ྋགོང་ས་མཆོག་ནས་གསོལ་བསྩལ་གནང་བའི་གི་ཨ་ནི་མང་གཙོའི་གཞུང་ལུགས་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་སྲ་བརྟན་དང་སྲུང་སྐྱོབ་ཨ་ནི་དེ་ལ་ཕྱག་གྲུ་མཉམ་འདེགས་ཞུ་ཡས་ཀྱི་ཆེད་དུ་ཨ་ནི་ད་མི་མང་རང་གིས་མི་མང་མཉམ་ཆུང་གཞི་རིམ་མི་མང་རང་གི་ཐོག་ནས་ནི་ཚོགས་པ་གཅིག་བཙུགས་ཡོད་རེད་ཨོ་དེ་གཅིག་ཞུ་ཡ་ཡིན་ཨ་ནི་ད་ང་ཚོའི་གཞི་རིམ་མི་མང་གི་རེ་འབོད་ཚོགས་པ་དེ English གི་སྐད་ནས་ཐོག་ནས The Advocacy of General Public ཨཱ་ནི་དེ་ང་ཚོའི་གཞི་རིམ་མི་མང་ཚོགས་པ་ནས་དེ་སྔ་ནས་ཨཱ་ནི་ཞུ་གཏུག་གི་ལས་འགུལ་ཨཱ་ནི་རབ་དང་རིམ་པ་སྤེལ་གནང་ཡོད་རེད་དཔེར་ན་ཆ་བཞག་ན་ཨཱ་ནི་ཐད་གཏོང་འགྲོ་ཡོད་རེད་ཨཱ་མི་སྒེར་རེས་ནས་ཨཱ་ནི་བརྙན་ཐུང་བཟོས་གནང་ཡོད་རེད་ཨཱ་ནི་གསར་འགོད་གསལ་བསྒྲགས་དང་དམིགས་བསལ་ཚོགས་འདུ་དང་ཨཱ་ནི་དྲ་ཐོག་ནས་ཨཱ་ནི་བཙན་བྱོལ་བོད་མིའི་འདུས་སྡོད་ཁག་ཡོངས་རྫོགས་ནང་ལོ་ཨཱ་ནི་དྲ་ཐོག་ནས་ད་ལྟ་སྙན་ཞུ་གི་ཐོག་ལ་ཨཱ་ནི་གསར་བདག་འཇར་མན་གྱི་ལས་འགུལ་གཅིག་གཉིས་ཤུ་བུའི་ཡ་གི་དེ་འདྲའི་དྲ་ཐོག་ནས་ནི་ལས་འགུལ་རྒྱ་ཆེན་པོ་གཅིག་སྤེལ་གནང་ཡོད་རེད་ནི་དེ་དང་དེ་མཚུངས་ད་ལས་རིམ་རྣམ་གཞག་མང་པོ་གཅིག་སྤེལ་གནང་ཡོད་རེད་འདི་ཆ་ཚང་འདི་སྤེལ་དགོས་ཡ་འདི་ནི་སྐབས་བཅུ་དྲུག་པའི་གི་སྤྱི་འཐུས་ཀྱི་ཁྲིམས་ལས་འགལ་བའི་ཐོག་ནས་བཅའ་ཁྲིམས་ནང་ལ་མེད་པའི་ཐོག་བཅའ་ཁྲིམས་བྱ་རིམ་མ་བརྒྱུད་པའི་ཐོག་ནས་ནི་མང་གཙོ་ཀ་བ་གསུམ་ནས་གཅིག་འདི་ལ་ནི་བསྡུ་བཞིག་པོ་ལུགས་བཅུ་བ་དང་ཆེ་མཐོའི་ཁྲིམས་ཞིབ་ཁང་ནང་ལ་ཁྲིམས་ཞིབ་པ་ཕྱེད་དང་ཞེ་གཉིས་ནི་འཕོ་འགྱུར་ཁྲིམས་འགལ་གྱི་ཐོག་ནས་བཏང་ཡིན་པ། འདི་ལ་བརྟེན་ནས་ང་ཚོས་ཀྱི་ཞུ་གཏུག་རིམ་པ་གཅིག་བརྒྱབ་ཡོད་རེད་ཧོ་འདི་ཞུ་ཡག་ཡིན་ཨ་ནི་ད་ད་རིང་རྣམ་པ་ལྷན་རྒྱས་ཚོ་ལ་དེ་གསལ་བསྒྲགས་གལ་ཆེན་པོ་ཞུ་ཡག་འདི་ལྟར་ང་སང་ཉིན་གནའ་ཉིན་ག་རེ་ས་པ་སང་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཨན་ད་ལྟ Being Tibetan གི་ངོ་དེབ་ཀྱི་བརྒྱུད་ནས་ང་ཚོ་ཐད་གཏོང་བསྐྱངས་ཟིན་ཡོད་རེད་འདི་ལྷན་རྒྱས་ཚོས་ཀྱི་ནས་སེན་གཟིགས་དང་ནི་རྒྱབ་སྐྱོར་གནང་རོ་གནང་ལ་ནི་ལ་ཉིན་ཐེ་མོ་ཅ་ནས་ནི་འབུད་གུ་ཞུ་ཡ་ཡིན་ཨ་ནས་འདི་ཐད་གཏོང་འདི་ད་ལྟ་རྒྱ་གར་གྱི་ཆུ་ཚོད་ཕྱི་དྲུག་གི་ཆུ་ཚོད་ཨ་ནི་དྲུག་དང་ཕྱེད་ཀ་ཨ་ནི་ཡུ་རོབ་ཀྱི་ཉིན་རྒྱབ་ཀྱི་ཆུ་ཚོད་གསུམ་པ་ཨ་ནི་ཨ་རིག་གི་སྔ་དྲོའི་ཆུ་ཚོད་བདུན་པ་ཨ་ནི་ཨོ་གླིང་གི་མཚན་མོ་ཆུ་ཚོད་བཅུ་གཅིག་ཆགས་ཀྱི་འདུག་དེ་འདྲ་ཕྱིན་ད་ང་ཚོས་ཀྱི་ཐད་གཏོང་རྒྱང་བསྲིང་བྱེད་ཀྱི་ཡོད་རེད་ཨ་ནི་འདིའི་ཐད་གཏོང་རྒྱང་བསྲིང་གི་ཁྱབ་བསྒྲགས་ཀྱི་ད་ལྟ་འདི་པར་འདི་ངེད་ཀྱི་ངོ་དེབ་ཐོག་ལ་བཞག་གི་ཡིན་ཨ་འདི་རྣམ་པ་ལྷན་རྒྱས་ཚོས་ཀྱི་རེ་ས་པ་སང་ཉིན་མོ་ཡིན་གཅིག་མིན་གཅིག་ཨ་ནི་འདི་གསན་གཟིགས་ཡོང་བ་དང་ཨ་འདི་རྒྱབ་སྐྱོར་གནང་རོགས་གནང་འདི་བརྒྱུད་སྐུལ་གང་ས་མང་གནང་རོགས་གནང་ཞུ་ཡ་ཡིན་ཨ་འདི་ནང་ལོགས་ལ་མང་ཚོགས་ལ་ཨ་ནི་གོ་རྟོགས་དང་གསལ་བསྒྲགས་དང་ཨ་ནི་འབོད་སྐུལ་དང་ཨ་ནི་ཆ་ཚང་བྱེད་ཀྱི་ཡོད་རེད་ངོ་འདི་ཞུ་ཡ་ཡིན། ཨན་དང་དེ་ཀྱི་ཐད་གཏོང་དེ། མདོ་འཛིན་པ། གཙོ་འཛིན་ཞུ་གུ་ར། གཙོ་འཛིན་འདི་ང་ཚོའི་གཞི་རིམ་མི་དམངས་རེ་འབོད་ཚོགས་པའི་གི་ནི་རྒྱུན་ལས་པད་མ་ལྷ་མཚོ་ལ། གི་གནང་གི་ཡོད་རེད། ཨན་དང་དེ་ཀྱི་ཐད་གཏོང་དེ་ནང་ལོ་ལ་ནི་སྐུ་མགྲོན་གསུང་བཤད་གནང་མཁན། ཨན་མི་སྣ་རྒན་པ་བཞི། ཨན། སྤྱི་ཚོགས་ནང་ལ་ནམ་རྒྱུན་ནས། འགན་འཁུར་བཞེས་གནང་མྱོང་ཡོད་པ་དང། ཨན་སྤྱི་སེམས་དང་ལྷག་བསམ་དུང་ལས་དཀར་བ། ཡོད་པ། ཨན་བོད་མི་རིགས། ལ་ལ་རྒྱ་དང། ཨ་ནི་ཤ་ཞེན་ཡོད་པ་ཤ་སྟག་བཞི་གཅིག་དེ་འདྲི་ཞུ་གནང་ཡོད་རེད་ཨེ་འཁོང་རྣམ་པ་བཞི་དེ་ཨ་ནི། སྐུ་ངོ་སྤྱི་ཟུར་དྭངས་ཤར་ཡོན་ཏན་རྒྱ་མཚོ་མཆོག་ཨ་ནི། སྐུ་ངོ། བུ་དབང་ངག་དབང་བྱང་ཆུབ་མཆོག་ཨ་དེ་ནས་རྒན་བཀྲ་ཤིས་དོན་གྲུབ་མཆོག་ཨ་ནི། རྒན། རྡོ་ཚང་འཇམ་དབྱངས་མཆོག་བཅས་ཨ་ནི། རྣམ་པ་ལྷན་རྒྱས་བཞི་ཨ་ནི་དེ་ནང་ལོ་ལ་སྐུ་མགྲོན་གདན་ཞུ་ཨ་ནི་གསུང་བཤད། མ། གནང་གི་རེད་ཨ་ནི་དེ་ཕྱི་ནས་དེ་ལ་ཨ་ནི། རྣམ་པ་ལྷན་རྒྱས་ཚང་མེད་ཀྱི་ཐད་གཏོང་རྒྱང་སྲིང་དེ། ཨ་ནི་ཟི་རོ་སྣང་ལ་ནི་མོ་འདི་གཅིག། ལ་ངའི་ཐལ་མོ་བཅའ་ནི་འབོད་སྐུལ་ཞུ་ཡ་ཡིན། ཨ་ནི་ད་ད་ད། འདི་འདི་ང་ཚོས་ཀྱི་ཐལ་གཏོང་འདི་དེ་ལ་ཡིན། རོ་ཨ་ནི་ད་ང་ཚོས་ཀྱི་སྤྱི་ཚོགས་ནང་ལོ་ལ། ཨ་ནི་ད་ལྟའི་དུས་ཚོད་ལ་དངོས་གནས་དྲང་གནས་སྙན་གྲགས་ཅན་གྱི་དུས་ཚོད་འདིའི་ནང་ལ། ང་ཚོ་ཚང་མས་ཀྱི་དངོས་ཡོད་གནས་ཚུལ་འདི། ག་རེ་ཡིན་མེད་འདི། ཨ་ནི་འདིའི་ཐོག་ལ་དོ་སྣང་དང་ཨ་ནི་ཧ་གོ་ཐུབ་དགོས་པ་དང། ཨ་ནི་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཚང་མ་སོ་སོ་ལུང་པ་ཨ་ནི་མི་ལ་ཤོར་ནི་མ་ཀླད་སྐྱོར་བ་ཨ་ང་ཚོ་ཚང་མའི་གི་ད་ལྟ་ང་ཚོ་ལ་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལྟ་བུ་ཅིག་ཡོད་པ་དེ་ཨ་ནི་ང་ཚོ་ཚང་མའི་གི་ཧ་གོ་གོ་ར་འཛམ་བུ་གླིང་མི་གཞན་པའི་གི་ད་ལྟ་ང་ཚོ་ནང་བཞིན་གི་ད་རྒྱལ་ཁབ་བཙན་འོག་ལ་ཡོད་རྒྱུ་གི་རྒྱལ་ཁབ་མི་རིགས་གཞན་པ་དེ་ཚོའི་གི་ག་རི་གསུང་གོས་ལ་ན་ང་ཚོ་ལ་མི་མང་ཡོད་དབུ་ཁྲིད་མེད་ལ་ནི་གསུང་གོས་ལ་ང་ཚོ་ཚང་མ་ཧ་གོ་གོ་ར་ང་ཚོ་ལ་དབུ་ཁྲིད་དངོས་གནས་དྲང་གནས་ནོར་བུ་རིན་ཆེན་ཨ་ནི་སྐྱབས་མགོན་དོན་གྱི་བདག་པོ་མཆོག། ཡོད་པ་འདི་ལ་ང་ཚོས་མི་དམངས་ཚོས་ཀྱིས་ནི། དངོས་གནས་དྲང་གནས་འདི་ལ་ཨ་ནི་ཕ། ཕྱར་གྲུ་མཉམ་སྡེབ་མ་ཞུ་བ་དང་མི་དམངས་ཚོས་ཀྱིས་དངོས་གནས་དྲང་གནས། ད། གོང་ས་མཆོག་ལ་ཨ་ནི། དྲིན་ཅན་ལ་དྲིན་ལོག་དང་ཨ་ནི་བོད་མིའི་སྒྲིག་འཛུགས་དང་ཨ་ནི་སོ་སོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་གནོད་སྐྱོན་བྱེད་ཡས་ཀྱི་དེ་འདྲས་ཀྱི་མི་དམངས། གཅིག་ཡིན་ན་གྱནས་ང་ཚོའི་སྤྱི་ཚོགས་ནང་ལོ་ལ་མང་དྲག་རེད། དེ་འདྲས་གཅིག་ང་ཚོས་ཀྱི་མོ་དགོ་ཡ་ལ་ཨ་ང་ཚོས་ག་རེ་བྱེད་དགོ་རེད་ལ་ན་དངོས་ཡོད་གནས་ཚུལ་དེ་ག་རེ་རེད་ཧྲ་དངོས་ཡོད་གནས་ཚུལ་དེ་ཧ་གོ་ཐུབ་འདི་ལ་དོ་སྣང་བྱེད་དགོ་ཡ་དེ་ཨ་ནི་གལ་ཆུང་པོ་རེད་ཨེ་ང་ཚོ་ཚང་མ་བོད་མི་ཡོད་ལྟོས་ཆོག་ད་རིང་ནས་སྐྱེ་བའི་གྱི་སྤུ་གུ་ནས་ད་གང་ཆེ་ལོ་ན་རྒན་པ་ག་ཚོད་བར་དུ་ཡོད་ན་ཕས་མ་ཐོག་ན་སྤྱི་ཚོགས་ནང་ལོ་ལ་གནོད་པ་དེ་རྩ་བ་གཉིས་ནི་སྐྱེ་སྐྱེ་ཡ་མེན་པ་གྱི་ཨ་ནི་ང་ཚོ་དེ་འདྲས་གྱི་བོད་མི་གཅིག་ཆག་དགོ་ཡ་དེ་ཨ་ནི་གལ་ཆུང་པོ་རོ་ཨ་འཛམ་བུ་གླིང་སྤྱི་ཡོངས་ཀྱི་སྤྱི་ཚོགས་ནང་ལོ་ལ་ཆབ་སྲིད་ནག་པོ་རེད་ཆབ་སྲིད་ནག་པོ་རེད་ལ་ནི་ལབ་ཀྱི་ཡོད་རེད་ང་ཚོ་བོད་པ་འདི། དབུ་ཁྲིད་ཁོང་ལྟ་བུ ྋགོང་ས་མཆོག་ལྟ་བུ་འཛམ་བུ་གླིང། ཡུལ་གྲུ་གྱི་མི་ནག་གི་ཁོང་ལ་ཐ་དད་པ་དང་དད་གུས་དང་ཁོང་གི་གནང་བཞའ་བའི་གྱི་བཀའ་སློབ་མཛད་པ་འཕྲིན་ལས་དེ་ཚོ་ལ་ཡི་རང་དང་ཨ་ནི་དེ་གཞི་བཟུང་གི་ཤར་བསྐྱོད་བྱེད་ཡས་གྱི་འཛམ་བུ་གླིང་ཡུལ་གྲུ་བོད་པ་མིན་པ་གྱི་མི་རིགས་གཞན་པ་ཚོས་གྱི་དེ་འདྲའི་གནང་གྱི་ཡོད་འདུག་ག་ནི་ང་ཚོ་བོད་པས་ཀྱི་དངོས་གནས་དྲང་གནས་གོང་ས་མཆོག་གི་སྤྱི་འབངས་ཅིག་ཡིན་འདུག་ག་ནི་ང་ཚོས་འཛམ་བུ་གླིང་ཡུལ་གྲུ་གང་ལ་དཔེ་ག་རེ་སྟོན་དགོས་རེད་ལ་དང་ང་ཚོ་འདི་ཆབ་སྲིད་དཀར་པོ་ཡིན་ང་ཚོ་འདི་འཛམ་བུ་གླིང་ཡུལ་གྲུ་གཞན་པ་ནང་བཞིན་ཆབ་སྲིད་ནག་པོ་དང་ཨ་ནི་དེ་འདྲའི་དགོས་ཡ་ཡོད་མ་རུང་བ་ང་ཚོས་མིག་དཔེ་ཅིག་སྟོན་ཡ་གི་ཡོད་བ་ཀྱི་དེ་འདྲའི་ཀྱི་ཆབ་སྲིད་ཅིག་དགོས་ཡོད་རུང་བ་ང་ཚོའི་སྤྱི་ཚོགས་ནང་ལོ་ལ་དངོས་གནས་དྲང་གནས་རྒྱལ་བ་རིན་པོ་ཆེ་མཆོག་རྒྱ་གར་ལ་ཞབས་སོ་འཁོད་ནས་ཕྱིན་ད་ལྟ་བར་དུ་འཛམ་བུ་གླིང་ནང་ལོ་ལ་མིག་དཔེ་ལྟ་ཡོད་བ་འཛམ་བུ་གླིང་གི་ཡོངས་ཀྱི་མི་རིགས་ལ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་དང་ས་ཡི་གོ་ལ་ལ་ནི་ཕན་ཐོགས་པ་ཀྱི་ཕྱག་ལས་གནང་ཡོད་འདུག་ག་ནི་དེ་འདྲའི་མིག་དཔེ་སྟོན་ཡོད་འདུག་ག་ནི་ང་ཚོའི་བོད་མི་ཡོད་དོ་ཅོག་གིས་སོ་སོའི་རང་ནུས་གང་ལྕོགས་ཀྱི་ངོ་ནས་དྲང་རེད་མིག་དཔེ་བཟང་པོ་ཅིག་དང་ཆབ་སྲིད་པ་ཡིན་ན་གི་ཆབ་སྲིད་དཀར་པོ་སྟོན་ཡ་མ་གཞི། མི་མང་ཉམ་ཆུང་ལ་མགོ་སྐོར་དང་ཧམ་བཤད་དང་ལོག་བཤད་དང་སྤྱི་ཚོགས་ནང་ལོག་ལ་ཚོགས་པ་སྐྱིད་སྡུག་ཨ་ནི་རྦད་དེ་ཁོ་རང་སོ་སོ་ལ་ཁེ་ཕན་ཡོང་ཡ་བྱེད་དུ་བཅུག་ཡ་དང་དེ་འདྲའི་ཅིག་ང་ཚོའི་གི་སྤྱི་ཚོགས་ནང་ལོག་ལ། གཅིག་ཀྱང་དགོས་མ་རེད། འོ་དེ་འདྲས་ཕན་མ་ཐོགས་ན་གནོད་པ་མ་སྐྱེལ་རོགས་གནང། ལ་ནི། འོ་དེ་འདྲས་གཅིག་ང་ཚོ་ཚང་མེད་ཀྱིས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཧྲ། ཨ་དེ་ལ་ང་ཚོ་ཚང་མེད་ཀྱིས་དོ་དོ་ནན་ཏན་བྱེད་ནི་དོ་སྣང་བྱེད་ནི་ཧ་གོ་ནི། ཨ་ནི་འདི་ལ་ང་ཚོའི་དྲང། འོ་ནས་དྲང་ནས་འདི་དེ་བཞིན་གྱིས་འགྲོ་ཡ་དང་འདི་ཡི་རྒྱབ་ལ་ལངས་དགོས་ཡ་དང། མ་རུང་བ་མ་དྲང་བ་ཆབ་སྲིད་ནག་པོ་དྲང་ངེས་དང་སྤྱི་ཚོགས་ལ་མགོ་སྐོར་བཏང་ངེས་དེ་འདྲས་དོན་ཡོང་གི་འདུག་ཨ་པ་ར་པ་ར་ལ། ང་ཡིན་ང་ཡིན་ལ་ངས་དེ་འདྲས་ལ་མགོ་མ་འཁོར་བ་བྱེད། དེ་ཚོ་ལ་ང་ཚོས་ཀྱི་རྒྱབ་སྐྱོར་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་རེད་ཨ་ང་ཚོས་ཀྱི་མི་མང་གི་འདུག་ཕྱི་ནས་ལྟ་བ་ལང་ཕྱོགས་འདི་བརྟན་པོ་ཕྱི་ནས་གོང་ས་མཆོག་གི་གང་གསུང་གི་ཡོད་བ་དེར་ཤར་རྒྱ་ཕྱི་ནས་འགྲོ་བོད་མི་སྒྲིག་འཛུག་འདི་སྲུང་སྐྱོབ་གནང་ཐུབ་ཨ་ནི་དེ་འདྲས་བྱེད་བ་ཡིན་ན་ཨ་ནི་མི་རེ་ཟུང་ཚོགས་པ་རེ་ཟུང་མ་དྲང་བ་དང་མ་རུང་བ་དང་མ་དབྱིངས་བྱེད་ཀྱི་ཡོད་བ་དེ་ཚོ་ག་ལི་ག་ལི་ཉུང་དུ་འགྲོ་གི་རེད་ཁོ་ཚོ་ལ་འོ་དེ་འདྲའི་ཕྱིར་ནི་ང་ཚོ་རང་གི་ཧ་མ་གོ་ཕྱིན་ནི་ཨ་མཆོག་ཡོད་ན་ཨ་མཆོག་མེད་གདོང་གདོང་མིག་ཡོད་ན་མིག་མེད་གདོང་གདོང་ཕྱིན་ནི་ནི་འགྲོ་དེ་ནི་ནི་ལྐུག་པ་འུ་ཚོ་ཕྱིན་ནི་ཁོ་ཚོ་སྐྱེས་གཞུག་ལ་འགྲོ་བདེ་མཆོག་ལ་ཡིད་དུ་བདེ་མཆོག་ཅིག་གཅིག་འགྲོ་ཕྱིན་ན་ནི་ང་ཚོའི་དངོས་གནས་དྲང་གནས་ཀྱི་ནི་འདི་ཨེ་བ་བྱེད་ཐུབ་ཡ་དང་འདི་ཉུང་དུ་འགྲོ་ཡ་དང་སྤྱི་ཚོགས་གཙང་མ་བཟོ་ཡ་དང་ཨ་ནི་ང་ཚོ ྋགོང་ས་མཆོག་ལ་དངོས་གནས་དྲང་གནས་ཀྱི ྋགོང་ས་མཆོག་ནི་ང་ཚོའི་གི་བོད་མི་གཅིག་གཅིག་ནས་རེ་བ་གནང་གི་ཡོད་ར་བོད་མི་དེ་གོང་ས་མཆོག་གི་འཛམ་བུ་གླིང་ཡུལ་གྲུ་ཁག་གི་མི་ནག་གང་ལ་གསུང་གི་དང་ང་ཚོའི་བོད་པའི་མི་དེ་ཡ་རབས་ཡོད་བཟང་སྤྱོད་ཡོད་བྱང། བྱང་ཆུབ་སེམས་དཔའ་ཡོད་ནི་ནང་པ་སངས་རྒྱས་འབེལ་གྱི་ཆོས་དེ་ཉམས་ལེན་བྱེད་ངེས་རེད་ལ་ནི་ང་ཚོ་ང་ར་རང་གི་མིག་དཔེ་དེ་འདྲས་བརྒྱ་ཆ་བརྒྱ་སྟོན་མ་ཐུབ་ན་ང་ཚོས་གི་གཅིག་གཉིས་གསུམ་བཞི་ནས་ནི་ཕ་གོམ་པ་བརྒྱ་ནས་ང་ཚོ་སྟོན་ཐུབ་པ་ཡིན་ན་རྒྱལ་བ་དགྱེས་པའི་མཆོད་སྤྲིན་ཆགས་ཀྱི་ཡོད་རེད་འོ་དེ་འདྲས་གཅིག་ང་ཚོ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་དམིགས་བསལ་གི་ད་ལྟའི་དུས་ཚོད་ལ་ད་དངོས་གནས་དྲང་གནས་ང་ཚོའི་གི་སྤྱི་ཚོགས་འདི་ནང་ལོ་ལ་དཀྲུག་དཀྲུག་བཏང་ཉེས་བཏང། ཆབ་སྲིད་ནག་པོ་ཁྲ་ཉེས་བཏང་མི་དམངས་ཉམ་ཆུང་ལ་མགོ་སྐོར། གཡོ་རྒྱུ་ཁྲམ་ཉེས་དེ་འདྲའི་དཔེ་མང་པོ་ཐོན་ཡོང་གི་འདུག་ཨ། ངོ་དེ་འདྲས་བྱས་ནས་ཁོ་ཚོ་སོ་སོ་སོའི་གི་སྡིངས་ཆའི་དང་སོ་སོ་སོའི་གི་རྐུབ་བཀྱག་ང་ན་སླེ་ཚ་ན། ཨེ་ང་ཚོ་རང་ལ་རྩིས་མེད་རྡོག་རོལ་རེད་འདུག་ཨ། ང་ཚོའི་བོད་ང་ཚོ་ར་མི་དམངས་ལ་ད་རྩིས་མེད་རྡོག་རོལ་ཡིན་ད་ཡིན། ཨ་ནི་བོད་མིའི་སྒྲིག་འཛུགས་ཁོ་རང་ལ་གནོད་སྐྱོན་བྱེད་ངོ་ད་ཚུགས་ཁ་ཏ་ནི་འོ་དེ་འདྲ་བྱིན་ད་ང་ཚོས་འདི་ཧ་གོ་དགོས་ཧ་གོ་དགོས་བ་དང་ཨ་ནི་འདི་ལ་ང་ཚོས་ཀྱི་བ་ལང་ཐུབ་དགོས་ཡ་དང་ཨ་ནི་བ། རྣམ་འགྱུར་སྟོན་དགོ་ཐུབ་དགོས་ཡ་དེ་ཨ་ནི་གལ་ཆེན་པོ་རེད་དེ་འདྲ་བྱིན་ན་ཨ་ནི་ག་ལི་ག་ལི་ཉུང་དུ་འགྲོ་ཡ་དང་ཨ་ནི་ང་ཚོའི་སྤྱི་ཚོགས་རང་ཨ་ནི་གཙང་མ་ཆགས་ཀྱི་རེད་འོ་དེ་འདྲ་ཅིག་ཨ་ནི་འབོད་སྐུལ་ཞུ་ཡ་ཡིན་འདི་ང་ཚོ་ཚང་མས་ཀྱི་ཧ་རུ་པ་རུ་བྱིན་ནས་ཨ་ནི་གནང་དགོས་འདུག་འོ་འདི་ཞུ་ཡ་ཡིན་ཨ་ནི་གོང་ས་མཆོག་གྱི་ཨ་ནི་བཀའ་དྲིན་ལ་བརྟེན་ནས་ཨ་ནི་ང་ཚོ་ཚང་མ་ད་ག་འཇེ་ག་རེ་ཡོད་བ་དེ་ང་ཚོ་ཚང་མས་ཧ་གོ་གི་ཡོད་རེད་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟག་ནས་བྱུང་ཡོད་རེད་འོ་དེ་འདྲའི་རེད་ཨ་ནི་དམིགས་བསལ་གྱི་ད་རིང་ག་རེ་བཞོན་ཡིན་ལ་དྭ་བོད་ནང་གི་གཞིས་ལུས་སྤུན་ཟླ་རྣམས་དངོས་གནས་རང་སྲོག་བློས་བཏང་དེ་བོད་ལ་ག་འདྲེ་གནང་དགོས་རེད་ལ་དྭ་བོད་ལ་རང་དབང་དགོས་ཡོད་པ་དང་ཨ་ནི་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་ཤོག་ཨ་ནི་གོང་ས་མཆོག་བོད་ལ་ཞབས་སོ་འཁོལ་རོགས་གནང་ལ་ནི་འདུག་ཕྱིས་ནི་ཨ་ནི་ང་ཚོའི་བོད་ནང་ལ་གཞིས་ལུས་སྤུན་ཟླ་ཚོ་གི་རང་སྲོག་བློས་བཏང་གི་འདུག་ཨ། ཨ་ནི་རྒྱ་ནག་དམར་གཞུང་གིས་ཁོང་ཚོ་ལ་དེ་འདྲའི་བྱིན་སྐད་རྒྱབ་ཙང་ཨ་ནི་སྡུག་པོ་མནར་གཅོད་གཏང་གི་ཡོད་རུ་ཨ་བོད་ནང་གི་གཞིས་ལུས་སྤུན་ཟླ་ཚོ་གིས་ཨ་ནི་ང་ཚོ་འདས་བཙན་བྱོལ་ནང་ལོག་ལ་ཨ་ནི་གོང་ས་མཆོག་ལ་མཚན་སྨད་ཞུས་ཉེས་དང་ཨེ་གོང་ས་མཆོག་ལ་ཕ་མ་ཉེས་ཁ་གཡོག་བྱེད་ཡ་དང་བོད་མི་སྒྲིག་འཛུགས་འདི་གོང་ས་མཆོག་གིས་ཐུགས་བརྩེ་བ་ཆེན་པོ་ངང་ནས་ང་ཚོ་ལ་མང་གཙོ་གསོལ་རས་གནང་བ་འདི་ལ་ཨ་ང་ཚོ་བོད་པའི་གིས་བོད་པའི་བོད་པའི་ནང་ལོག་ལ་རྐུབ་བཀྱག་གང་ལ་བསྡད་ནས་འདི་གང་ལ་གིས་བཙན་བྱོལ་གྱི་སྒྲིག་འཛུགས་གང་ལ་རྐུབ་བཀྱག་གང་ལ་བསྡད་ནས་ཨ་ནི་ཚུར་གཏོར་བཤིག་གཏང་ཡོང་གི་འདུག་ཨ། ཨ་ནི་འདི་ང་ཚོས་ཀྱི་བཟོད་ཐབས་ཡོད་མ་རྟ། བོད་ནང་ལ་བོད་མི་ཚོས་ཀྱི་རང་སྲོག་འདི་ཕྱི་ནས་བློས་བཏང་གི་ཡོད་རེད་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པར་ཤོག་གོང་ས་མཆོག་བོད་ལ་ཞབས་སོར་འཁོལ་བར་ཤོག་བོད་ལ་རང་དབང་གི་བདེ་སྐྱིད་ཤར་བར་ཤོག་ལ་ནི་ཁོང་ཚོ་རང་སྲོག་བློས་བཏང་དགོས་རང་ང་ཚོ་ཚུད་དེ་བཙན་བྱོལ་ནང་ལོག་ལ་ཨ་ནི་གོང་ས་མཆོག་ལ་ཚད་མེད་ཞུས་ངེས་དང་འདི་འདྲས་ལ། ལག་པ་བཏང་ནས་ནི་འདུ་བྱེད་ནི་དེ་ནི་དེ་བས་ན་དངོས་གནས་དྲང་གནས་ཀྱི་ལ་དྭགས་ཀྱི་མར་ལྟ། བོད་ནང་ལོགས་ཀྱི་གཞིས་ལུས་བོད་མི་ཚོ་དངོས་གནས་དྲང་གནས་སེམས་སྐྱོ་ཧ་ཅང་གི་ནི་སེམས་པ་སྐྱོ་ཧང་སང་ཧོན་འཐོར་ནི་བསྡད་ཡོད་ར་ད་ཁོ་ཚོ་ད་ལྟ་བི་གེ་བོད་ནང་ནས་ཕར་ཚུར་ང་ཚོ་འདི་བྱེད་ཐུག་མ་ར་ཡིན་ན་ང་ཚོ་འདི་ཧ་གོ་གོ་འདུག་ཨ་ང་ཚོ་ཡ་བརྙན་ཐུང་མང་པོ་ད་ལྟ་ལྟ་བསྡད་འདུག་ཨ་བརྙན་ཐུང་གང་བྱུང་མང་བྱུང་མ་ལྟ་བ་ཆེད་སོ་སོའི་གི་མི་རིགས་དང་ལ་རྒྱ་དང་སོ་སོའི་གི་ད་ག་རི་ལ་ཕན་ཐོག་འདི་འདི་འདྲའི་བརྙན་ཐུང་ལྟ་བས་ན་བོད་ནང་གི་བོད་མི་ཚོས་གི། སྒེར་ལངས་བྱེད་རྒྱུ་དེ་འདྲའི་བརྙན་ཐུང་རྙིང་པ་དེ་འདྲས་ད་ལྟ་ཚོང་འདྲ་མེད་རྒྱུ་དེ་འདྲས་མཐོང་ཡོང་འདུག་ག་ནི་མིག་ཆུ་རང་ཤི་མི་ཡོང་ཤོར་ཡོང་གི་འདུག་ཨ་ཁོང་ཚོ་ག་འདྲས་སུ་ནི་སྐུ་ལས་སྐྱོན་གི་འདུག་ར་ང་ཚོ་ཚོའི་བཙན་བྱོལ་ནང་ལ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་ཚང་མ་ལ་རང་དབང་ཡོད་ར་རང་དབང་ཡོད་དུས་ཨ་ནི་ང་ཚོས་གིས་ད་དངོས་གནས་དྲང་གནས་ཀྱི་རྐང་རྐྱང་ལག་རྐྱང་བྱིན་ནས་ཨ་ནི་ཚུ་གོང་ས་མཆོག་ལ་མཚན་སྨོད་ཞུ་ཡ་དང་ཚུ་དེ་ལ་བོད་མིའི་སྒྲིག་འཛུགས་འདི་ལ་གནོར་སྐྱོན་བཏང་ཡ་དེ་འདྲས་ཡོང་གི་འདུག་ཨ་དེ་དངོས་གནས་དྲང་གནས་ཀྱི་ལས་མ་ཐག་བ་རང་རེ་ད་དངོས་གནས་དྲང་གནས་ངོ་ཚ་དགོས་ཡ་དང་སོ་ནམ་ཟེར་བ་དང་ང་ཚོ་ཚང་མ་ལ་རྩིས་མེད་རྡོག་རོལ་ལྷག་དོན་དུ་བོད་ནང་གི་བོད་མི་ཚོ་གིས་དངོས་གནས་དྲང་གནས་ཀྱི་མངོན་འདོད་དང་འདུན་པ་དང་རང་སྲོལ་བློས་བཏང་བ་འདི་ལ་ཁོ་ཚོས་ཀྱི་ད་ལྟའི་གི་བཙན་བྱོལ་ནང་ལོ་ལ་དེ་འདྲའི་གནང་དེ་ངས་འདི་ཚོ་གི་ཞབས་འདྲེན་གྱི་ཡོད་རེད་འོན་ཏེ་ཞུ་ཡང་ཡིན་དངོས་གནས་དྲང་གནས་ང་ཚོ་ཚང་མས་ཀྱི་ད་ཧ་རུ་པ་རུ་བྱེད་ནས་གཉིད་སད་རན་འདུག་ཧོ་འདི་ཞུ་ཡང་ཡིན་ནི་ཁ་བསྲིང་ནས་ད་ངེད་ཀྱི་ད་ལྟ་ཆང་མ་གཅིག་གི་ཐོག་ལ་ཞུ་ཡོད་ར་ཡང་ཨ་འདི་ཡང་ཆང་མ་འདི་ངས་སུ་གཅིག་ལ་ཞུ་ཡས་རེད་དེ་འདྲས་མ་རྟ་ཆང་མ་ལ་ངེད་འདི་ད་ད་ད་ང་ཚོས་གི་གཙང་མ་ཟོས་ཡས་ར་ཆང་མ་ལ་ཡས་ན་གཅིག་གད་ངི་ཡོད་ན་གཙང་མ་ཟོས་ཡས་ལ་ར་ངེད་ཀྱི་འོ་དེ་འདྲས་ལ་རེད་མ་ཞིག་ཡང་ངེད་འདི་ཆང་མ་འདི་ཁད་ནི་གཅིག་ལ་ཞུ་ཡས་དེ་དེ་འདྲས་ཡོང་སྲིད་གི་མ་ར་ང་ཚོས་ཚང་མ་ཡ་རབས་བཟང་སྤྱོད་ང་ཚོས་གི་ཕ་ལབ་གི་ཡོད་ར། སྤྱི་འཐུས་ནང་ལོག་ལ་འཐུས་མི་ཚོས་ཀྱི་བཀའ་མོལ་ཡག་པོ་གནང་གི་མི་འདུག་བཟང་སྤྱོད་སྟོན་གྱི་མི་འདུག་ལ་ནི་ཡང་ང་ཚོ་ང་རས་རང་དོར་ནས་ནི་ཕ་ཡང་གཅིག་ལ་འདྲེས། ཕ་བཟང་སྤྱོད་རྒྱས་ནི་ལས་ཀ་བྱེད་ཡས་དེ་འདྲས་རྩ་བ་གཉིས་ནི་ཡོང་གི་མ་རུ་ཨ། ངེད་ཀྱི་ཆང་མ་འདི་གི་སྐོར་ལ་ག་རི་ཞུ་ལ་ན་འདི་གཙང་མ་བཟོས་ཡས་ཡིན་ད་ང་ཆང་མ་བྱས་རགས་སུ་པར་ཆས་རྒྱག་གི་ཡིན་འོ་འདི་ཞུ་ཡ་ཡིན་འདི་ཏི་ཞིག་ཕྱི་དྲགས་སོང་འོ་དེ་བྱིན་ད་ག་འཇས་ད་རིང་ཡག་མ་མང་པོ་ཅིག་གི་སྐོར་ར་རྒྱ་ནི་བཤད་མོ་གོ་བ་བྱས་ག་དུས་ན་ངའི་བརྙན་ཐུང་འདི་རིང་དྲགས་ཡི་འདུག་ར་འོ་དེ་འདྲས་བྱིན་ད་ང་དོན་དག་རྡོག་རྡོག་གཙོ་བོ་འདི། ད་རིང་རྣམ་པ་ལྷན་རྒྱས་ཚང་མ་ལ་ལག་གཉིས་ཐལ་མོ་སྦྱར་ནས་ནི་ག་རེ་འབུལ་དགོས་ཞུ་ཡ་ཡིན་ལ་ད་གཞི་རིམ་མི་མང་གི་རེ་འབོད་ཚོགས་པ་ད་འདི་ཚོགས་པ་འདི་ནང་ལོ་ལ་ཆབ་སྲིད་དེ་འདྲ་གས་ཁུ་ཅི་ཡོད་མ་རེད་ང་རང་གཞི་རིམ་མི་མང་རང་གི་བསམ་བློ་ལ་ག་རེ་ཡོད་པ་འདི་ཁྱེད་རང་དང་ང་རང་དང་ང་ཚོ་ཚང་མས་གི་སེམས་པ་ནང་ལ་ཡོད་པ་འདི་ནི་ང་ཚོས་གི་ད་བཏོན་ཡ་ཆེད་དུ་ནི་ཚོགས་པ་ཅིག་ཡོད་རེད་འདི་གི་ནི་ད་ད་ལྟ་ཐད་གཏོང་ཅིག་འགྲོ་གི་ཡོད་རེད་ཞུ་ཡ་ཡིན་རེད་ས་པ་སངས་ལ་ཐད་གཏོང་དང་པོ་ཆགས་དགོས་རེད་འདི་ནས་རིམ་པས་བཞིན་ཡང་ང་ཚོས་གི། ཐད་གཏོང། ད་ལྟ་ཏང་ཡ་དང་བརྙན་ཐུང་བཟོས་ཡ་དེ་ཚོ་རིམ་པས་གཞི་ནས་ནི་ཆགས་བཞི་ཡོད་རེད་འདི་གཞི་རིམ་མི་མང་གི་རེ་འབོད་ཚོགས་པའི་གི་སྐབས་གཉིས་པས་ཀྱི་ཐད་གཏོང་དང་པོ་དེ་ཆགས་ཀྱི་ཡོད་རེད་མོ་དེ་འདྲས་ཡིན་རྣམ་པ་ལྷན་གྱི་ཚང་མས་གི་རེ་ས་པ་སངས་ཉིན་མོ་ལ་ནི་དུས་ཚོད་སྟོན་བྱེད་ད་ལྟ་ངས་གོང་དུ་ཞུས་ཡིན་ད་ལྟ་རྒྱ་གར་གྱི་ནི་ཕྱི་དྲོ་གི་ཆུ་ཚོད་དྲུག་དང་ཕྱེད་ཀ་ཡུ་རོབ་ཀྱི་ཉིན་རྒྱབ་ཀྱི་ཆུ་ཚོད་གསུམ་པ་རེད་ནི་ཨ་རི་གྱི་ནི་སྔ་དྲོ་རེད་ཤག་ཨ་རི་དང་ཁེ་ན་ཏྲ་དང་རྣམ་པ་ལྷན་གྱི་ཚོ་ཏིས་ཏིས་འདྲ་མཚུངས་འདྲ་མཚུངས་ཡོད་སྲིད་པ་རེད་ཆུ་ཚོད་བདུན་པ་རེད་ད་ལྟ་ཨོ་གླིང་ཡོད་ར། Australia། Australia། ནང་གི་ད་བཙན་བྱོལ་བོད་མི་ཚོ་གཟིགས་ཡས་ལ་ནི་ཆུ་ཚོད་མཚན་མོ་གི་ཆུ་ཚོད་བཅུ་གཅིག་ཆགས་ཀྱི་འདུག་ཨ་ནི་ངོ་དེ་རྣམ་པ་གླེང་མཁན་ཚོས་གིས་གཟིགས་རོགས་གནང་གསན་གཟིགས་གནང་རོགས་གནང་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཨ་ནི་བརྒྱུད་སྐུལ་གནང་རོགས་གནང་ཨ་ནི་མ་འོངས་པ་ལ་མུ་མཐུད་ནས་དེ་ནི་ཡ་ལ་ཨ་ནི་རྣམ་པ་གླེང་མཁན་ཚོ་ནས་རྒྱབ་སྐྱོར། ཚུལ་ཞུ་ཡ་དང་འབོད་སྐུལ་ཞུ་ཡ་དང་རེ་སྐུལ་ཞུ་ཡ་དེ་འདྲའི་གལ་ཆེན་པོ་དེ་འདྲས་ཡོད། འདི་ལ་མུ་མཐུད་ནས་འདི་འདི་མ་ལ་བཅར་གྱི་ཡིན་རྒྱབ་སྐྱོར་གནང་རོགས་གནང་ཞུ་ཡ་ཡིན། ང་ཚོ་ཚང་མས་ཀྱི་བདེན་པ་ཧ་གོ་དགོས་ཡ། བདེན་པ་ར་འཕྲོད་ཐུབ་དགོས་ཡ་བདེན་པ་ཤེས་ཐུབ་དགོས་ཡ། འདི་ད་ལྟའི་དུས་ཚོད་ལ་ལྟ་གལ་ཆེན་པོ་ཞུ་ཆགས་ཀྱི་འདུག་ངོ་འདི་ཞུ་ཡ་ཡིན་གཞན་པ་ང་ཚོའི་སྤྱི་ཚོགས་ནང་ལོགས་ལ་དངོས་གནས་དྲང་གནས་ཀྱི། སོ་སོའི་གི་སྒེར་གྱི་ཁེ་ཕན་དང་སྤྱི་ཚོགས་འདི་ལ་གནོད་གཞི་འགྲོ་ཡ་དང་ནི་དེ་འདྲས་ཀྱི་ཆེད་དུ་ད་དིས་མ་ང་ཅིག་དོན་ཡོང་ཐུག་ག་ནི་ང་ཚོ་ཚང་མས་གི་ད་འདི་ལ་ནི་ཕ་གདོང་ལེན་བྱེད་ཐུག་གོ་ཡ་འདི་ཧ་གོ་ཐུག་གོ་ཡ་འདི་ཕ་གསལ་བོ་བཟོས་གོ་ཡ་དེ་ང་ཚོ་ཚང་མས་གི་ལེན་གི་ཡིན་ཐུག་ག་ནི་ནི་དེ་འདྲས་གནང་རོགས་གནང་ལ་ནི་ནི་འོ་དི་ལ་ངས་ཐེ་མོ་ཅ་ནི་འབོད་སྐུལ་ཞུ་ཡ་ཡིན་མཐའ་དོན་དེ་ལ་ང་ཚོ་ཚང་མ་ཕན་ཐོག་ཐུག་ན་འོ་ནི་དྲང་ནས་སོ་སོ་བོད་པ་ཅིག་རེད་སོ་སོའི་གི་རྒྱལ་ཁབ་མི་རིགས་རྩ་དོན་ཨ་ནི་སྤྱི་ཚོགས་ཆུན་རྒྱུན་སོ་སོ་དངོས་གཞི་གྲོང་ཁྱེར་ནང་འདི་ཡུལ་ན་འདི་ལ་ཕན་ཐོགས་ཡ། ཆུང་ཆུང་ཅིག་ཡིན་ན་ཕན་ཐོགས་ཡ་གི་བྱ་བ་ནང་ལ་འབད་བརྩོན་འགོ་རེ་མ་ཞིག་གནོད་པ་སྐྱེལ་ཡ་མ་བིང་བྲི་ཡ་ཨ་ནི་མགོ་སྐོར་བཏང་ཡ་ཨ་ནི་སོ་སོ་ལ་རྐུབ་བཀྱག་ར་ཡ་ཆེད་དུ་ཨ་ནི་མ་བིང་འཁྲབ་ཡ་ཨ་ནི་འཁྲབ་སྟོན་སྟོན་གུ་དུ་བ་དེ་འདྲའི་ཁ་ཤས་ཅིག་ལ་ཐུགས་ཆེ་ཨ་ནི་ཁ་སྙན་པོ་བཤད་ཨ་ནི་ཁོག་ནང་བློ་ལ་ཨ་ནི་ཨ་ནི་ཕན་མ་ཐོགས་ཡ་དང་ཨ་ནི་གནོད་པ་སྐྱེལ་ཡ་གི་ཤ་སྟག་ཡོད་པ་དེ་འདྲའི་མི་གཅིག་ཡིན་ན་གས་ད་ང་ཚོའི་གི་སྤྱི་ཚོགས་ནང་བློ་ལ། གསང་བ་གཉིས་ནི་གོ་མི་འདུག་ཨ་ནི་ང་ཚོ་གི་དེ་འདྲས་ཅིག་ཨ་ནི་མ་ཡོང་ཡ་ལ་ང་ཚོ་ཚང་མ་ལ་ཨ་ནི་སོ་སོ་ལག་པ་ལ་ཡོད་རེད་ཨ་ནི་དེ་འདྲས་བྱས་ནས་ང་ཚོ་ཚང་མ་བྱས་པ་ཡིན་ན་ཨ་ནི་ཚང་མ་ཅིག་ཡག་པོ་ཆགས་ཡི་རེད་ཨ་ནི་གོང་ས་མཆོག་ཡིན་ན་ད་དེང་སང་མི་མང་པོ་ཅིག་ད་ང་ཚོའི་གི་སེར་སྐྱ་མང་ཚོགས་ཡོངས་ལ་མཇལ་ཁ་གནང་གི་འདུག་ཨ་ཁོང་གི་མཇལ་ཁ་ག་རེ་བྱས་ནས་གནང་གི་ཡོད་རེད་དངོས་གནས་དྲང་གནས་ང་ཚོའི་བོད་མི་ཚང་མ་གི་དེ་དེ་པ་རྩེ་གཅིག་ཏུ་ཡོད་འདུག་ག་ནས་ཨ་ནི་གོང་ས་མཆོག་གི་འདུག་ཅིག་ཕ་མཇལ་ཁ་གནང་གི་ཡོད་རེད་མ་གཞི་གོང་གོང་ས་མཆོག་ད་ཁོང་དྲང་དགེ་བཅུ་བརྒྱད་བརྒྱ་ལ་ཕེབས་འགྲོ་གི་ཡོད་རང་ངོ་དེ་འདྲས་ཕྱིན་ད་ང་ཚོའི་ཚང་མས་ཀྱི་དངོས་གནས་དྲང་གནས་ད་ལན་ད་རྡོག་རྩ་གཅིག་ཏུ་བསྒྲིལ་ནས་ཨ་ནི་བདེན་པ་འདི་ལ་ཨ་ནི་རྒྱབ་སྐྱོར་གནང་དགོས་ཡ་དང་ཨ་ནི་སྤྱི་ཚོགས་ནང་གི་གད་སྙིགས་དེ་ཚོ་ཨ་ནི་ཡ་ཡ་དོན་ཡ་ལ་ཨ་ནི་ང་ཚོས་ཀྱི་རྒྱབ་སྐྱོར་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་ད་གཡོ་སྒྱུ་ཁྲམ་གསུམ་གྱི་ཨ་ནི་ཁ་ལ་ཉན་ནས་འགྲོ་ན་ཨ་ནི་ང་ཚོ་ལ་ད་རྩིས་མེད་རྡོག་རོས་ཁོ་རོ་སི་རང་སྒེར་ལ་ཁྱད་པར་དང་ཁེ་ཕན་དང་ཨ་ནི་རྒྱ་ནག་དམར་གཞུང་ལ་དགོས་ཡ་གྱི་ལས་ཀ་འདི་ཨ་ནི་ཁོ་ཚོ་རང་གིས་བྱེད་ཀྱི་འདུག་ཨ་ང་ཚོའི་ནང་ལོགས་ལ་འོ་དེ་འདྲས་རེད། ཨ་ནི་ང་ཚོ་ཡིན་ན་ལྟོགས་ནས་གྲང་ནས་ཀྱི་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་ནི། དངུལ་སྦ་དགུ་ནང་ལ་དགུ་མོ་གཅིག་མ་ཞིག་མེད་པའི་ནང་སྐྱིད་པོ་བྱེད་ནས་བསྡད་ཡོད་རོ། ཨ་ནི། མ་རུང་བ་དང་མ་དྲང་བ་དང་ཨ་ནི། བྷི་ནས་རྒྱ་ནག་དམར་གཞུང་ནས་དངུལ་ཟ་རྒྱུ་ཡོད་ན་ག་འདྲས་བྱེད་རྒྱུ་ཡོད་ན་དེ་འདྲས་ཨ་ནི་གོ་ལས་འདི་ཚེ་འདི་དང་ཨ་ནི་ཚེ་ཕྱི་མ་དང་གོ་བ་ལེན་ན་ཕན་གྱི་མ་རེད། ཨོ་དེ་འདྲ་ཞུ་ཡག་ཡིན་ཨེ་ཐུགས་རྗེ་ཆེ། ད་མང་པོ་ཅིག་སྐོར་ར་རྒྱབ་བསྡད་ན་ཨ་ནི་ཏག་ཏག་ཅིག་ཆགས་ཀྱི་མི་འདུག་དོན་དག་རྡོག་རྡོག་འདི་ཐོག་ལ་སླེ་ཐུག་གི་མི་འདུག་ཨ་ཨོ་དེ་འདྲ་ཡིན་ཨ་ནི་མུ་མཐུད་ནས་ཨ་ནི་ད་ལྟ་འདི་ནས་ཡ་ལ་རེ་སྒུག་གལ་ཆེན་པོ་དེ་འདྲ་ཞུ་ཡག་ཡོད་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཞུ་ཡག་ཡིན་ཨ་ཁ་སིང་གོང་ནས་བརྙན་ཐུང་བཟོས་བ་དེ་འདྲ་ནང་ལ་མཚམས་མཚམས་ལ་ཁ་ནོར་འགྲོ་གི་འདུག་ཨ་ནི་ཨོ་དེ་འདྲ་ཨ་ནི་ཁ་ནོར་བ་དེ་ཚོ་ཡང་ཕིག་གི་ནང་ལོག་ལ་རྣམ་པ་ལྷན་རྒྱས་ཚོད་ཀྱིས་འདི་ནོར་བཞག་འདི་དེ་འདྲ་མ་རེད་ད་མཁྱེན་གྱི་ཡོད་རོགས་ཨ་ཨོ་དེ་འདྲ་ཅིག་ཡིན་ཨ་ནི་ཐུགས་རྗེ་ཆེ་ཨ་ནི་ཐུགས་ཅག་གནང་གོ།